དེ་ནས་ད་སྐུ་གསུང་ཐུགས་གསེར་ནོར་ནང་གཟབ་རྒྱ་དང་ཐེ་ཙུག་སྤྱོད་ཆས་སུ་ཚིར་སྐད་ག་ལེར་བསྡུ་བ་ནི། མཆོད་ཁང་ནང་སྣང་སང་ལག་མོ་ཡོད་པ་སང་ངར་མེད་ཕ་མས་སྤོ་ནས་ཡོད་ཁ་ནི་སྐུའི་སྙིང་པ་ཐང་ཁ་སྙིང་པོ་སྐུ་བརྗོད་ཚོང་ཁང་ཐེ་ཙུག་སྐྱེ་བ་སྐྱོ་བའི་བཟོ་མ་རྒན་ལ་མེད་ཁ་འདི་ཡོད་ནས་སྐྱེ་བོ་ནི་ཀུ་ལེ་ཀུ་ལེ་དེ་ནི་ཕིང་སེ་ཁེར་ཆེ་སི། དེ་ནས་ཨ་ནི་རྒྱ་གར་རུ་མཐེ་བོང་ནི་དེ་ནས་ར་ག་ནི་སྐུ་བཙོག་ས་པི་ཚ་ལ་རི་ཟར་དེ་ཡ་རི་ཀོན་ཁྱོང་ཚེ་ཨོ་ད་དེ་བཙོག་སྐྱོད་ཆོག་ག་མེད་ཀ་ལེ་ཨའོ་ཁྱོང།

དེ་བོ་ཅི་ཡ་སྐབས་དེ་ན་ང་ཐག་ཡི་ཆེ་སང་དར་སྤེལ་ཐོག་ཡིག་ཆ་གོ་ས་ནོག། ཚོང་པ་སང་སྟེར་ཉིན་ངུ་དེ་བོ་ནི་མ་ཡ་ཟུག་ཆོས་ཆ་ཆུང་མ་ནང་ཆུང་ཆག་ནོག་དང་དེ་རིག་ཡང། དེ་བོ་མ་ནི་འབོར་ཆོག་ག་མེད་བཀག་ཡང་ཉན་ན་ཞིག་སོབ་ཉམས་སོབ། ཆོས་སྟེར་བོར། སྟེར་ཉིན་དཔའ་བོ་མར་རྩ་ཆེན་མོ་འཐེན་ནོག། དེ་འདྲ་ཚོ་ལ་ཕི་ལོག་ཡོད་ཀ་ནོ་ནང་ཡིན་ནོག་ལེ། ང་ཐག་དེ་འདྲ་མ་ལ་ཨེ་ཨ་ཨེ་མཆོལ་གོག་ཅིག་ཡིན་ནོག་པ། ཀྱང་ཨེ་ཀ་ཏྲང་སྤ་ཏིག་བྷས་ཀ་ལ་ཀྱང་ང་ཐག་ཨ་མ་ནི་སི་མེན་ལ་ཡེ་བོ་ཀ་ཟེར་སང་སེང། དེ་ཚང་མ་དེ་ནི་ནོར་འཁྲུལ་བྱེད་བཀག། ང་མི་ཡོང་ལབ། དེ་ཟ་ནས་མི་ཡོང་ནས་སེམས་པ་བཟང་པའི་ཐོག་ནས་བཞག་ཚེ་ཡོད་གག། སྡང་འདི་རིང་ཡང་བཞག་ཚེ་ཡོད་གག་མང་པོས་ན་རྒྱུ་ངན་པ་འབྲས་ཤིག་བྱས་ཡོད་གག། ཀུན་སློང་གི་ཐོག་ནས་འབྲས་ཤིག་ཡོད་གག་རྒྱུ་ཡི་ཐོག་ནས་ངན་པ་འབྲས་ཤིག་བྱས་ཡོད་གག། དེ་བས་གསུངས་པ་བཟང་སྐུ་གསུང་ཐུགས་ལ་སྟོན་པའི་སྐུར་ཉར་ནས་འཇུག་ཡོད་ན། དེ་བས་འཇོན་ལེགས་ངེས་བཟང་རིན་ཐང་ཆེ་ཆུང་ཡོད་པས་ར་ཅོག་གོ་བསམ་ཡོད་གག། ཁོ་རིན་ཐང་ཆེ་ཆུང་ཡོད་ན་ཁོ་ནོར་རིན་མི་ནོག་པ་ཉན།

ཚིག་འབྲུ་ཞིག་ཡོད་ན། སངས་རྒྱས་ལ་སྐྱབས་སུ་མཆི་ཡོད་ཟེར་མཁན་ཞིག་ཡོད་ན་ཡང། དམ་པའི་ཆོས་ཟེར་མཁན་ཞིག་དེ་གར་བྲིས་ཟེར་ཡོད་ན། སྐྱབས་སུ་མཆི་ཟེར་མཁན་ཞིག་བྲིས་ཟེར་ཡོད་ན། ཚིག་སྨད་ནས་ཨི་ཟིག་ཤིག། ཏི་ཟིག་ཤིག་ཚར་ལུགས་ཤིག་ཡོད་ན་དེ་བའང། སངས་རྒྱས་ཆོས་ངོས་ཀྱི་གདུལ་བྱའི་འབོར་དེ་དེ་ནི་གཙང་ས་འབོར་ཆེ། དེ་ནི་མ་ནི་ལྕོགས་པ་ཟེར་ནོ། ད་དཔེ་དཔེ་ཆ་མ་ཚང་ནོ་དཔེར་འགྱངས་ག་ནོ་ཟེར་ཏེ་དཔེ་ཆ་མ་ནི་ཡི་དམ་ཡི་དམ་འཕང་བཏང་འདུག་བ་ནི། མགོ་ནི་ཤུག་གུ་གཉིས་མ་ཚང་ན། རྒྱ་ལ་ཆུ་སེར་བོར་རན་བསམ་ན་ཁོ་ཤུལ་བཏང་ན་འགྲིག་ག་ནོ་བ་ཉོན། གདངས་དེ་ལས་མ་ལ་དེར་སྣ་ཚོགས་ཤིག་གིས། ངར་མ་འོན་པར་མར་ནང་ཚེ་གཟུགས་མེད་ནས་གཡོ་བ་མེད་ནོ་པ་ད་དྲིས་མ་མེད་ནི། དེ་འོན་ཁོ་སོ་སྟེ་བོར་ན། དད་པ་ཆོས་སྟེ་བོར་དགོས་ཤེས་པོ་ཁག་ཅན་རྒྱུ་རོལ་གྲགས་ལས། ཨིག་འབྲུ། ན་ཡང་ཆད་ད་དེ་ཙམ་ནི་ག་ད་མའི་དགེ་བའི་བཤེས་གཉེན་ནུ་ནིམ། མ་ནི་མ་ནི་ཨིག་ཨིག་འབྲུ་མ་ནི་ཨིག་ཨིག་རེ་རེ་ཡོད་ན་ན་ཡང་ཆད་འཛེམ་རོལ། ན་ཞིག་ཙོག་ཞིག་ད་ཞིག་ཙོག་ཞིག་དྲིས་དེ་ཡོད་ན། དེ་བོ་དེ་ནི་དབུས་ཀ། བོ་ར་ཟད་དེ་དེར་སང་ས་བོར་དཀའ། ད་དེ་ཆོས། སྐྱབས་འགྲོ་སྒྲུབ་བསྟན་ནོ་པ། མཆོག་ལ་སྐྱབས་སུ་སོང་སྟེ་སྒྲུབ་པའི་བསླབ་བྱ་ནོ། ད་དགེ་འདུན་ལ་ཡོད་ན་ད་ལྟས་པའང་ཡིན་ནོ། བར་པ་ལ་ང་ད་གཟེར་དུ་བ་དགེ་འདུན་ངོ་སྤོ་ན་ང་ད་ཀོས་ཡལ་དུ་གོས་སྤོ་བ་ལྟ་ནོག་པ་ལས། བ་ན་པོ་ནས་གིན་ནོག་པ་སར་སེར་གྱིས་ཀྱང་བཤད་ས་མེད་ནོག་པ། ལེགས་པར་སྣང་ཅུང་བཏང་ནོ་དེ་བས་བཏང་མི་ཆོག་གཟེར་དུ་ག་ན། རབ་བྱུང་གི་རྟགས་ཙམ་འཛིན་དུ་ཡོད་ན་ཡང་བླ་མས་དེ་ཕིགས་ཙོག་ཤིག་དགོན་དུ་བསྡུ་ཡང་མ་ནས་བཟང་གོ་ཤིག་ཙོག་ཤིག་བཏང་སྟེ་ཡོད་ན་ཡང་དེ་བ། ང་དའང་ངོ་སྤོ་ནས་བོར་བཏང་དགོས་ས་ནོ། ཁོ་རང་ཅི་ཡོད་དང་ཁོའི་སྐྱོན་ཅི་ཡོད་དང་དེ་བས་ཁོའི་མྱོང་བྱེད་ལོག་པ་དེ་འདྲ་འདུག་ཁོ་རང་ནོ། ང་སྤྲིན་ངོ་སོགས་ནི་དགེ་འདུན་ངོ་ཞེས་བསྡུ་བྱའི་བོར་བཏང་ན་དགེ་འདུན་ནི་དེ་ནི་བྱིན་རླབས་འཇུག་བའི་རྫ་ནོ། དགོན་ཕྱོགས་སུ་ནི་བྱིན་རླབས་ཨོ་ཏེ་བོ་ནོ། དགག་པའི་བསླབ་བྱ་དང་སྒྲུབ་པའི་བསླབ་བྱ། ཨོ་ད་དེ་སོགས་ཟེར་དགོས་ང་དང་ཉམས་ལེན་བྱོས་ན་དེ་ནི་ཕ་ཡོན་འོད་དགག། ད་ཕ་ཡོན་སྒོ་མེད་ཀ་ཉོན་ལེ། སྒོ་མ་ཁོ་རང་མོ་ཕ་ཡོན་བོ་ནོ་ནང་པ་སངས་རྒྱས་པར་ཆུད་པ།